བྱ་གཞན་སྨོན་ལམ་མཇུག་བསྡོམ་ཞུས་ཆོག་བ་གྱིས་ཞུ། ཞུས་མ་ཆོག་ན་རང་སང་ཉིན་མུ་མཐུད་ཞུས། ད་ཁ་སང་དུས་ཞུས་དུས་བསམ་ན་ད་འཁྲུལ་མེད་ཀྱི་སྒོམ་དོན་ཉམས་སུ་ལེན་པར་བ་དེ་ལ་ཡང་སྒོམ་དོན་ཉམས་སུ་ལེན་པ་དེ་ལ་ཡང་མདོར་བསྟན་རྒྱས་བཤད་གཉིས་ཡོད་པ་བྱས། མདོར་བསྟན་པ་དེ་ཞུས་ཟིན་པ་བྱས་ནས་གཉིས་པ་རྒྱས་པར་བཤད་པ་ལ་ཡང། གདོང་མར་ཅིག། དེ་ཡང་དང་པོ་སྣང་བ་སེམས་ཀྱི་རྣམ་འཕྲུལ་ཡིན་པ་ལ་ཐག་བཅད། གཉིས་པ་དེ། སེམས་རང་བཞིན་མེད་པ་ཡིན་པ་གཏན་ལ་ཕབ། དེ་ནས་གསུམ་པ་དེ། སྣང་སྟོང་ཟུང་འཇུག་བས་འདུག་ཉམས་སུ་ལེན། ད་དེ་འདྲའི་ཅིག་གིས། གསུངས་ཡོང་གི་ཡོད་པ་ཡིན་དུས་བསམ་ན་ཐོག་མར་སྣང་བ་སེམས་ཀྱི་རྣམ་འཕྲུལ་ཡིན་པ། ཅིག་ཐག་བཅད་ཡག་དེ། ཤོར་བ་ཅི་ཡོད་རེད། རྟགས་དེ་ལ་ཡང་ཐོག་མར་སྣང་བ་ཐམས་ཅད་སེམས་ཀྱི་རྣམ་འཕྲུལ་དུ་ཐག་བཅད་པ་དེ་ལ་ཡང་ནི། ཡོད་མ་མྱོང་བའི་རང་སྣང་ཡུལ་དུ་འཁྲུལ་མ་རིག་དབང་གིས་རང་རིག་བདག་ཏུ་འཁྲུལ། གཉིས་འཛིན་དབང་གིས་སྲིད་པའི་ཀློང་དུ་ཁྱབ་མ་རིག་འཁྲུལ་པས། རྩལ་ལྟར་ཆོད་པར་ཤོག། ཅེས་རྟགས་འདི། གར་སོང་གོ་རེ་ས་ན། བདག་གང་དག་དངོས་བསྟན་གྱི་དབང་དུ་བྱས་པ་ཡིན་ན་ཀུན་རྫོབ་ཀྱི་སྣང་ཚུལ། ཤུགས་བསྟན་གྱི་དབང་དུ་བྱས་པ་ཡིན་ན། དོན་དམ་ཆོས་ཉིད་དབྱེར་མེད་དག་དེ་རྟོགས་དགོས་པ་ཡིན་པར་བསྟན་པ་རེད། དེ་འདྲའི་འདུས་བཟང་ནི་ཐོག་མར་གྱི་ཀུན་རྫོབ་ཀྱི་སྣང་ཚུལ། འདི་དག་ཐམས་ཅད་སེམས་ཀྱི་རྣམ་འཕྲུལ་ཡིན་པར་སྟོན་པ་ལ་བདག་དུ་སྟེ་ཤུགས་དམན་འགྲོ།

དེ་ནས་དུས་སྤྱི་དང་གི་དང་སངས་རྒྱས་པ་ལ་ཡང་གྲུབ་མཐའ་མང་བ་ཞི་ས་ཤོར་བ། གྲུབ་མཐའ་མང་བ་སོ་སོ་སོ་ལ་ཡང་ཅིག་དེ་འདྲའི་གི་ཅིག་རྣམ་པའམ་ཅིག་སྣང་ཚུལ་རྣམ་པ་འཇོག་སྟངས་ལ་ཡང་སྣང་བའམ་རྣམ་པ་དེ་འཇོག་སྟངས་ལ་ཡང་མི་འདྲ་བ་མང་བོ་ཡོད་རེད། ཡིན་ན་དེ་བཤད་མ་གོ་བྱེད། དེ་འདྲའི་འདུན་ས་ནི་གང་ལྟར་ཡང་ཕྱག་རྒྱ་ཆེན་པོའི་གི་སྐབས་འདི་ལས་ཡང་ནི་ཆོས་ཐམས་ཅད་ཕྱག་རྒྱ་ཆེན་པོའི་ལ་ལ་བཟླ་བའམ་ཆོས་ཐམས་ཅད་ཕྱག་རྒྱ་ཆེན་པོའི་རྒྱས་བཟླ་བ་གསུང་འདུན་ས་ནས་ནི་གར་གསུང་གོ་རེ་ཟེར་ན་མདོར་ན་ཅིག་སྣང་བ་འདི་དག་ཐམས་ཅད་རང་གི་སེམས་སྣང་རང་གི་སེམས་ཀྱི་སྣང་བ་ཙམ་ཡིན་པ། དེ་ཡང་ཅིག་ང་རང་ཚོ་ལ་ཡང་སྣང་ཚུལ་རུ་དེ་ཅིག། ཡུལ། ཡུལ་སོ་སོའི་རང་ངོས་ནས་བས་ཅིག་གྲུབ་པ་རེད་པ་ཅིག་དེ་འདྲའི་ཕན་ནུས་ཚུལ་ཅིག་ག་ཧྲོ་རེད། རྫས་ཐ་དད་སེམས་ལ་རྫས་ཐ་དད་རེད་པ་ཅིག་ཕན་ནུས་ཚུལ་སྣང་ཡོང་གི་ཡོད་པ་རེད་སྣང་གི་ཡོད་པ་དེ་ནི་ཡང་དོན་ལ་ཨ་ནི་རང་གི་སེམས་ཀྱི་སྣང་བ་ལ་མ་འདས་པ་དེ་འདྲ་ཡིན་དུས་ས་ནི་ཨ་ནི་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ཟེར་བ་དང་ཆོས་ཐམས་ཅད་སྟོང་པ་ཉིད་ཟེར་བ་དེ་ཨ་ནི་བ་བློས་བྷ་ག་ཧྲོ་རེད་ཅིག་མིང་ཙམ་བརྡ་ཙམ་བཏགས་པ་ཙམ་ཡིན་པ། ཉིན་བཟང། ཨ་ནི་སྣང་བ་ཐམས་ཅད་སེམས་ཀྱི་སྣང་བ་ཡིན་པ། དེ་ཨ་ནི་ཕྱོགས་འདི་ལ་འཐད་པ་ཡིན་པ་རེད་གསུངས། ད་དེ་ནས་ཉུལ་སང་ནས་ད་དེ་ལ་ཡང། ད་སྣང་བ་སེམས་ཀྱི་སྣང་བ། སྣང་བ་རང་གི་སེམས་སྣང་ཡིན་པ་དེ་ལ་ཡང་ཨ་ནི་གོ་ག་ཤོར་བས་ཅི། མ་ངོ་སྤྲོད་པ་བྱས་ལ་ཡང་གནད་འགག་རུ་ཁ་ཤས་ཅིག་ཡོང་དེ་ཡོད་རེད། ད་དེ་ལ་ཡང། དཔེར་འདི་ན་གནད་འགག་ཁ་ཤས་ཡོད་པའི་ནང་ཅིག་ཤོས་ཡིན་མིན་ན།

གར་སོང་བས་སྣང་བསྡད་པ་དེའི་དེ་རང་གི་སེམས་སྣང་སེམས་སྣང་སེམས་ཀྱི་སྣང་བ་ཙམ། སྣང་བ་ཙམ་ཟེར་ཡ་མི་འདུག་རང་གི་སེམས་སྣང་ཡིན་པ་ཡིན་པས་ན། ཨ་ནི། དེ་འདྲ་བོའི་ད་ཅིག་གར་སོང་བས་རང་གི་སེམས་ལ་ཡང་སྣང་བསྡད་པ་ཅིག་ཕྱི་རོལ་གྱི་ཡུལ་ཡུལ་ལྟར་དུ་མཐོང་བསྡད་པས་ཀྱི། ཨ་ནི་ཡུལ་དེ་ལ་ཡང་ཨ་ནི་ཆགས་སྡང་གི་བློ་སྐྱེ་རིགས་མར་བ། ཆགས་སྡང་སྐྱེ་རིགས་མར་བ།

ཨ་ནི་ཆགས་སྡང་གི་བློ་རྒྱལ་བ། རིགས་པའི་རྒྱུ་མཚན་རེད་པ་འདི་འདི་ལྟར་ཆགས་སྡང་གི་བློ་རྒྱལ་བ། དེ་ག་རེད་ག་རེད་ཟེར་ན། ཨ་ནི་དཔེར་ན། ང་ཚོ་མི་སྡུག་པ་དཀོན་པའི་རྣལ་འབྱོར་ཞོར་པ། མི་སྡུག་པ་དཀོན་པའི་རྣལ་འབྱོར་བསྟན་ཡོད་དུས་ས་ནས་ཨ་ནི་རང་གི་ལུས། ད་ཅིག་གི་གར་སོས་ཅིག། ཀིང། ལུས་ཧ་ཅང་ཅིག། འབུལ་བཟོད་པ་དང་ཀེང་རུས་ལ་སོགས་པའི་འདི་འདྲས་ཀྱི་རྣམ་པ་ཅན་དུ་བསྒོམ་ཡང་དུས་སང་ནས་དེ་ལ་ཡང་ཡིད་དུ་མི་འོང་བའི་འདུ་ཤེས་སྐྱེ་གི་ཡོད་རེད། ཨ་དང་ན་ཅན་རང་ལྷ་ཡི་རྣམ་པ་ལ་ཡང་བསྒོམས་ནས་འདི་འདྲས་ཡོང་དུས་སང་ནས་ཡང་ཡིད་འོང་གི་འདུ་ཤེས་སྐྱེ་གི་ཡོད་རེད། ད་དེ་སོ་སོ་སོ་སོ་ལ་ཡང་དེ་སོ་སོ་སོ་སོ་ཅིག་བསམ་དང་བསྡད་པ་རེད་ཞེ་ད་རང་གི་རང་ལ་ཡང་དེ་འདྲས་ཡིན་དུས་སང་ནས། དེ་ལ་ཡང་ཆགས་སྡང་གི་བློ་སྐྱེ་བར་རིགས་པ་ནང་བཞིན་ལྟ་དེ་ཡང་རྒྱུ་སོ་སོའི་སེམས་ཀྱི་སྣང་བ་ཙམ་རོ། སོ་སོའི་སེམས་ཀྱི། ག་ཆོད་ད། མོས་པ་ཙམ་བྱས་པར་རོ་ད་མོས་པ་ཙམ། མོས་པ་ཙམ་ལ་བརྟེན་ནས། ཨེ་ནས། སེམས་ཀྱི་སྒྲོ་བཏགས་པ་ལ་ཡང་བརྟེན་ཅིང་ཆགས་སྡང་གི་བློ་སྐྱེ་བར་རིགས་པ་ནང་བཞིན་ཨེ་ནས་ཕྱི་རོལ་ཡུལ་དུ། པ་ཕྱི་རོལ་ལས་ཡང་གཞི་བདག་གི་མེད་པ་ཡིན་ན་རང་གི་སེམས་ཀྱི་སྣང་བ་ཙམ་གྱིས་ཨེ་ནས་ག་ཆོད་ད། སྒྲ་དང་བརྙན་འདི་ཚོ་ལ་ཡང་ཨེ་ནས་ཆགས་སྡང་སྐྱེ་བར་རིགས་རེད་ད་རེད་གསུངས་ཡོད། ད་དེ་ག་རེད་ཟེར་ན། ང་རང་ཚོར་ཡག་དེ། ཡོད་རེད། བག་ཆགས། བག་ཆགས་ལ་ཡང་བརྟེན་ཆེ། མི་གཅིག་རེད་དཔེར་ན། དཔེར་ན་ང་ཚོར་གཅིག་གི་ད། ད་ཡང་འཛུགས་ཀྱི་འཛུགས་ཀྱི་ཟེར་ད། དཔེར་ན་དངོས་གྲུབ་ཚེ་རིང། དགོངས་པ་མ། དངོས་གྲུབ་ཚེ་རིང་ལ་ཡང་ནི་དཔེར་ན་འདི། ངས། ཁོ་ལ་ཡང་གཅིག། ང་ལ་ཡང་གཅིག་དངོས་གྲུབ་ཚེ་རིང་གཅིག་གནང་དགོས་རེད། ད་ནང་བཞིན་དཔེར་ན་བཀྲ་ཤིས་སྒྲོལ་པ་གཅིག་ལ། དངོས་གྲུབ་ཚེ་རིང་གཅིག་གནང་དགོས་རེད། ངོ་རུ་ཚེ་རིང་གཉིས་ལྟ་ག་ད་ཁོ་གར་སོས་ཀྱི་ཡུལ་གཅིག་ལ་ཡ་ཨ་ནི་གང་ཟག་གཉིས་ཀྱི་ལྟ་ཚུལ་ལྟ་ཚུལ་མཐོང་སྣང་མི་འདྲ་ཡོང་སྟེ་རུ་བ་གཅིག་གི་ངོ་ལ་ཡ་ངོ་རུ་ཚེ་རིང་པས་མི་ལྟོ་བ་ཚ་གར་སོས་ད་ཅིག་ཡག་པོར་སྣང་སྟེ་ཡག་སོབ་ཅིག་གཅིག་གི་ངོ་ལ་ཡ་ཨ་ནི་ཨ་ནི་ཅིག་མི་སྡུག་ཅག་རེད་སྣང་སྟེ་བས་སོབ་ད་དེ་ནི་ཡོང་གི་རུ་བ། རྟ་དེ་ཡོད་འདུག་ས་ནི་རྟ་དེ་གཙོ་བོ་སོ་སོ་སོའི་གི་བག་ཆགས་ཀྱི་མཐུས་བརྟེན་ནས་ཨ་ནི་བག་ཆགས་སད་ཡོད་འདུག་ས་ནི་ཨ་ནི་གི་གར་སོའི་རང་སོ་སོའི་གི་མཐོང་སྣང་ལ་ཡང་ཨ་ནི་ཨ་ནི་དངོས་གྲུབ་ཟེར་རེ་རེ་རེ་རེ་ཅིག་མཐོང་བདེན་ཁས་སོ་ཅིག་རྟ་འདི་འདྲེ་བྱས་བྱས་བྱ། རྟ་དེ་མེད་ན་རྟ་འདི་འདྲེ་བྱས་རེད་དཔེར་ན། རྟ་དཔེ་དེ་ལས་ལ་བར་ཞིག་མི་འདུག་དེ་ཡང་ཅིག་རང་བདེ་པོ་བྱས་ཡོད་ས་མ་རེད། དེ་ལས་ངས་མེ་ཏོག་དཔེ་རུ་བཞག་པ་ཡིན་མིན་ན། ད་མེ་ཏོག་སྔོན་པོ་དེ་ནི་ད་བོད་ན་གང་ཟག་བཅུ་གི་མི་བཅུས་མེ་ཏོག་སྔོན་པོ་དེ་ལ་ཡང་བལྟས་པ་ཡིན་མིན་ན་ད་བལྟས་པ་སོང་མར་བས་ད་ཡོང་དུས་སང་ན་མི་བཅུ་པོ་དེའི་སེམས་ལ་ཡང་ཤ་ཡག་གི་མེ་ཏོག་དེ་བརྒྱ་ཆ་བརྒྱ་དང་བ་གཅིག་པ་ཅིག་ཕ་བྱེད་ཤེས་མ་གང་ཟག་སོ་སོ་སོ་ལ་ཡང་བའི་མེ་ཏོག་རེ་རེ་རྣམ་པ་རེ་རེ་བཞག་བསྡད་ཀྱི་མེད་འགྲོ།

རྟགས་གང་དང་གང་མདོར་ན་ཅིག། གང་ཟག་སོ། གང་ཟག་བཅུའི། དུས་གཅིག་ལ་ཡང་སྣང་བ་ཡིན་ན་ཡང། ཅིག། འདྲ་བོར་བྱེད་བར་སྣང་ངོ། འདྲ་བོར་བྱེད་བར་རེད་དེ། ཡིན་ན་ཡང། ཨ་ན་བརྒྱ་བྱིན་བརྒྱ་ཐམ་པ་གཅིག་པ། པའི་ཡུལ། ཁོ་རང། ཡུལ་དེའི་ནང་བཞིན་ཅིག། བརྒྱ་བྱིན་བརྒྱ་ཐམ་པ་གཅིག་པ། ཅིག། ནང་ཡོད་མ་རེད་པ། དེ་རིང་འདུག་ས་ནས་ཨ་ནི་ད་ང་ཚོས་དངོས་པོ་ཅིག་སྣང་ལ་བྱས་པ་ལ་ཡང་ངས་ལ་ཡང་ཁོ་མིག་རྒྱན་བསྒྲུབས་ཏེ་དངོས་པོ་དེ་ཡར་མིག་རྒྱན་དངོས་པོ་བྱས། ཨ་ནི་བདག་རྐྱེན་དཔེར་ན་ཅིག་ད་གིན་མེ་ཏོག་དེ་བཤད་པའི་བདག་རྐྱེན་ད་མིག་གི་དབང་པོ་སོ་མ་རེད་ད་འདོད་བྱས། ཨ་ནི་དེ་མ་བདག་རྐྱེན། ཨ་ནི་གར་ས། ཡིད་ཀྱི་དབང་པོ་རུ་དེ་སྟེང་དུ་ཅིག་འཛོམས་ཡོད་འདུག་ས་ཨ་ནི་ཅིག་སེམས་ལ་ཡང། ཅིག་མེ་ཏོག་སྔོན་པོའི་རྣམ་པ་རུ་ཅིག་སྣང་ཡོང་སྐོར་བ།

དངོས་གནས་ཡིན་པ་ཅི་ངའི་སྣང་བ་དེ་དངོས་གྲུབ་ཚེ་རིང་དངོས་གནས་ཡིན་ན། དངོས་གྲུབ་ཚེ་རིང་སྡིག་པ་བསགས་ན་ང་ལ་སྡིག་པ་འགོ་ཡ་ཉེན་ཀ་བར་པ། དེ་རང་ངའི་སྣང་བ་དེ་དེ་ངའི་གཤིས་རྒྱུད་ཀྱི་བསྡུས་པར་པ་ངས་ངའི་ངའི་སེམས་ཀྱི་སྣང་བ་དེ་སེམས་དང་རྫས་གཅིག་རྫས་ཐ་དད་མེད་མ་ཡིན་ཙང་ཨ་ནི་ངའི་སྣང་བ་ལ་ཡང་སྣང་བས་ཨ་ནི་དངོས་གྲུབ་ཚེ་རིང་དེ་དངོས་གྲུབ་ཚེ་རིང་ཡིན་དུས་ཡོད་ན་དངོས་གྲུབ་ཚེ་རིང་སྡིག་པ་བསགས་དུས་སང་ནི་ཨ་ནི་དེ་གར་ཤོག་ཚེ་བདག་ཉིད་ཀྱི།

ད་ཡང་འདི་འདྲའི་འཇོན་སེང་རི་པོ་ད། དགའ་ཆེན་དགའ་ཆེན་ཕ་ལས་དུས་ད་ནི་ད། སོ་སོ་ལ་ཡང་སྣང་བས་ནི་མི་སྡིག་སྟེ་མི། མི་དངོས་གནས་མ་ཡིན་པའི་ཕྱིར། སེམས་ཅན་སྡིག་སྟེ་སེམས་ཅན་དངོས་གནས་མ་ཡིན་པའི་ཕྱིར། དེ་འདྲ་ཡིན་ན། ད་ང་ཚོས་གཅིག་སེམས་ཅན་ཐམས་ཅད་ཀྱི་དོན་དུ་སེམས་བསྐྱེད་ཡ་དེ་ཆོ་མི་འདུག་བ་ད། སེམས་ཅན་ཐམས་ཅད་ཀྱི་ཆེད་དུ་སེམས་བསྐྱེད་ཀྱི་ཡིན་མདོག་མདོག་བྱ་ཕྱིར་མ་གཏོགས་སེམས་ཅན་རྫུན་མ་བསྐྱེད་མཁན་རེད་བ་ད།

རང་ངོས་ནས་ཕེབས་པའི་རྒྱུ་མཚན་ག་རེ་ཟིན་འདི་དག་ང་རང་ཚོས་གནང་བ་ནང་བཞིན་ང་རང་ཚོར་ཡ་གཅིག་ད་ཡང་དངོས་གྲུབ་ཚེ་རིང་དང་དངོས་གྲུབ་ཚེ་རིང་འདྲ་པོ་ཞིག་གནང་གི་ཡོད་རེད་གནང་བ་ནང་བཞིན་ཨེ་ནས་ཅིག་གནང་བ་ཙམ་དུ་མ་ཟད་པ་ད་དེ་ཅིག་ཡུལ་བས་རང་ངོས་ནས་ཅིག་གྲུབ་པ་འདྲ་བོའམ་ད་དོན་དུ་གྲུབ་པ་འདྲ་བོ་ཅིག་ལ་ཡ་བས་གཞན་ནས་ཨེ་དེ་ལ་བས་ཆགས་སྡང་གིས་ད་ཅིག། འཁྲུལ་པ་དང། ཆགས་སྡང་གི་སྤྱོད་པ་སྣ་ཚོགས་ཅིག་སྤྱད་པ་ལ་བརྟེན་ནས་ད་ལས་ངན་པ་མང་པོ་བསགས་ཡོད་རེད། ད་གལ་སྲིད་རང་གི་རང་སྣང་གི་འཁྲུལ་པ་དག་པ་ཡིན་ན། རང་སྣང་གི་འཁྲུལ་པ་དག་པ་ཡིན་ན་ད་རང་སྣང་གི་དངོས་གྲུབ་ཚེ་རིང་དེ་ཡང་སངས་རྒྱས་འགྲོ་རེད་ད། རང་སྣང་གི་འཁྲུལ་པ་རང་སྣང་གི་དངོས་གྲུབ་ཚེ་རིང་སྣང་བའི་སྣང་བ་དེ་ཡང་དག་འགྲོ་རེད་ད། རང་སྣང་གི་དངོས་གྲུབ་ཚེ་རིང་ཟིལ་ལ་བསྐོར་བ་ད། རང་སྣང་གི་དངོས་གྲུབ་ཚེ་རིངའམ་རང་སྣང་གི་དངོས་གྲུབ་ཚེ་རིང་སྣང་བའི་སྣང་བ་དེའང་བ་དག་འགྲོ་འོང་བ་རེད། ཆོས་ཐམས་ཅད་མངོན་པར་རྫོགས་པ་བྱང་ཆུབ་པ་ཡིན་དུས་ས་ནས་རང་སྣང་ཐམས་ཅད་དག་པ་རབ་འབྱམས་འབའ་ཞིག་ཏུ་འདུག་སྲིད་པ་ཡིན་རྒྱུར་འགྲོ་གི་ཡོད་པ་ཡིན་དུས་ས་ན་རང་སྣང་གི་འཁྲུལ་པ་དག་ཡོད་དུས་ས་ནས་ནི་སངས་རྒྱས་ཀྱི་ཡོད་པ་རེད། དེ་འདྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས། ཨ་ནེ་སེམས་ཅན་དུ་སྣང་བ་དེ། གལ་སྲིད་ད་རང་སྣང་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟ་ང་ལ་སྣང་ཡང་གལ་བའི་དངོས་གྲུབ་ཚེ་རིང་གི་སྣང་བའི་སྣང་བ་དེ་རང་སྣང་ཡིན་པ་ཡིན་ཙང། ཨ་ནེ་འཁྲུལ་པ་འདག་ཏུ་བཏུབ་པ་རེ་བ་ཅིག་ཡོད་རེད་མ་གཏོགས་གཞན་སྣང་ཡིན་པ་ཡིན་ན། ཨ་ནེ་དགའ་ཆོག་ཅིག། རང་སྣང་གི་འཁྲུལ་པ་དག་ནས། ད་དུང་ཡིན་ན་ཡང་ཀོ་འདི་འདྲས་ཀྱི་ཅིག་གར་ཤོར། སྣང་བ་འདྲ་བ་དེ་དངོས་གྲུབ་ཚེ་རིང་སྣང་བའི་སྣང་བ་དེ་མ་དག་པ་ཡོང་སྲིད་ཀྱི་རེད་པ་ད་འདི་འདྲས་མ་ཡིན་པའི་ཆད་ནས། ཨ་ནི། རང་སྣང་ཡིན་པ་ཡིན་ཙང། ཨ་ནི་རང་སྣང་གི་འཁྲུལ་པ་དག་པའི་སྐབས་སུ་དངོས་གྲུབ་ཚེ་རིང་གི་གར་ཤོར་གྱི་སྣང་བ་དེ་ཡང་པའི་གར་ཤོར། སྣང་བ་དེ་ཡང་དག་ནས་ཨ་ནི་སངས་རྒྱས་འགྲོ་གི་ཨ་རེད། ད་འདི་རང་ངོས་ནས་ཕན་ཐོགས་ཚུལ་ཅིག་བཤད་མི་འགྲོ། ད་གཞན་སྣང་ནས་དེ་ཕན་འདོགས་ཚུལ་རེད་པ་དེ་རང་སྣང་དག་ན་ནི་གཞན་སྣང། གཞན་སྣང་ལ་དག་པའི་སྣང་བ་འབྱུང་བ་དེ་རྟེན་འབྲེལ་གྱི་ཆོས་ཉིད་ཡིན། ད་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས་ད་རང་སྣང་དག་ཟེར་ནས་སྒྲ་དང་ཁོ་རང་གི་ཀར་ཤོད་ཅིག་ཀར་ཤོད་ཅིག་གཉིས་སྣང། གཉིས་སྣང་གི་སྒྲིབ་པ་བས་ད་ཤེས་བྱའི་སྒྲིབ་པའི་གཙོ་བོ་རེད་པ་དེ་གཉིས་སྣང་གི་གཉིས་སྣང་གི་གཉིས་སྣང་གི་བག་ཆགས་ཡིན་ཟེར་བ་རེད་པ། ད་གཉིས་སྣང་གི་བག་ཆགས་དེ་ཚོ་བ་ཟད་ནས་འཁྲུལ་པ་དེ་ཚོ་ཟད་ཡོང་དུས་ས་ནི་ཨ་ན་རང་སྣང།

ད་གོ་ལས་སུ་ཨེ། ད་དེ་ཚོ་བ་གཡུག་ཤོག་ད་འདིར་མ་ཡིན་ད། ད་གཉིས་པ་སེམས་རང་བཞིན་མེད་པ་གཏན་ལ་ཕབ་པ་དེ་ལ་ཡ། གཉིས་པ་སེམས་རང་བཞིན་མེད་པ་གཏན་ལ་ཕབ་པ། ད་སྣང་བ་ཐམས་ཅད་སེམས་ཡིན་པ་རེད་ཟེར་ད་སེམས་དེ་ག་རེད་ཟེར་ད་སེམས་དེ་ཅིག་བདེན་བདེན་པར་གྲུབ་པར་རིག་བྱེད་དེ་ཀུན་དངོས་གནས་ཡོད་པའི་དོན་དུ་གྲུབ་པར་རིག་བྱེད་རེ་བས་སམ་དེ་མ་རེད་ད། ཡོད་པ་མ་ཡིན་རྒྱ་བས་ཀྱང་མ་ཡིན་མེད་པ་མ་ཡིན་འཁོར་འདས་ཀུན་གྱི་དགའ་འདུན་མ་ཡིན་ཟུང་འཇུག་དབྱིངས་མཐའ་བྲལ་སེམས་ཀྱི་ཆོས་ཉིད་རྟོགས་པར་ཤོག། ད་འདི་ང་ཚོའི་དུས་རྒྱུན་ཅིག་དབུ་མ་པའི་ལྟ་བ་གཏན་ལ་ཕབ་པའི་སྐབས་སུ་ཆོས་ཐམས་ཅད་པའི་པའི་གར་ཆོག་སྟོང་ཉིད་དུ་གཏན་ལ་ཕབ་ཡ་ཅིག་གར་ཆག་སྟོང་ཉིད་ཟེར་མ་རེད་ད། སྟོང་ཉིད་ཟེར་ན་འགྲིག་འདུག་ཆོས་ཐམས་ཅད་སྟོང་པར་གཏན་ལ་ཕབ་དགོས་པ་རེད། རེད། ད་ཡིན་ན་སྐབས་འདི་ལ་ཡང་གཙོ་བོ་དེ། ཅེས་སེམས་ལ་ཡང་གནད་དུ་བསྣུན་གྱི་ཡོད་པ་ཡིན་དུས་སེམས་འམ་སེམས་ཀྱི་ཆོས་ཉིད་འམ། སེམས་ཁོ་རང་གི་ཐོག་ལ་ཡང་བེད་ཅིག་དཀར་ཕྱོགས་རེ་བཏགས་ཅིག་བཏང་གི་ཡོད་ད་དེ་ཡང་དམིགས་བསལ་རུ་ཆགས་འགྲོ་བ་མ། དཔེར་ན་ང་ཚོས་ཅིག། སྤྱི་བཏང་གི། ད་མང་པོ་བཤད་ན་དངོས་གནས་དྲིས་ན་ཡོད་སར་བས་ད། ད་མ་བཤད་བྱས་ཡ་དེ་མ་ཤོད་ཤོག་ཨ།

དེ་ནི་སེམས་རྩ་བར་མེད་དེ་འདི་དང་འདི་གར་སོང་བས། རྟེན་འབྱུང་གི་སྣང་བ་སྣ་ཚོགས་ཅིག་ཅི་ཡང་སྣང་ལ་ཅི་ཡང་འཆར་བསྡད་པ་འདི་ག་རེད་ཟེར་ན། ད་དེ་ཧ་གོ་མ་བྱུང་ཟེར་ན་ཅང་འགྲིག་མི་འདུག་བ་དེ། ཧ་གོ་ད་ཁ་ནས་ཧ་གོ་མ་བྱུང་ཟེར་ན་ཨ་ནི་ད་གར་སར་བས་གར་སར་ལུས་ལ་བས་གར་སར་སྤོས་བཙུགས་དུས་ཧ་གོ་ཡོང་གི་རེད་ཟེར་ཇོག་རོགས་ད་དེའི་སོར་ཆགས་རོགས་ཆགས་རོགས་བྱེད་གོ་རོགས་ད། ད་དེ་རེད་ད་དེ་ཡོད་མ་རེད་ཟེར་ལ་དོན་ཡག་ཅག་མེད་པས་སུ་བཤད། ད་ཡོད་རེད་ཟེར་ལ་དུས་སང་ནས་དངོས་གནས་བརྟག་དཔྱད་བཏང་ནས་དོན་ལ་གྲུབ་འདུག་མི་འདུག་ད་ཡོད་དུ་ཡོད་མ་རེད་དེ། དེ་འདྲས་ཡིན་དུས་སང་ད་དེ་ག་འདྲས་རེད་ཟེར་ལ་ན་ད་ད་དེ་ལ་ཡག་དེ་ཅིག་སོ་སོའི་ཉམས་མྱོང་དང་སྦྱར་ནས་དེ་བཤད་དགོས་ཡག་རེད་མ་གཏོགས་ངས་དེ་ཞུ་ཤེས་ཡང་ད་གལ་མི་འདུག་དེ་ཡིན་པིན་ནས་ལས་དང་པོ་པ་ལ་ཡག། གཅིག་བྱས་ན་ཡོད་ནས་མ་རྙེད་པ་རེད་ཟེར་ན་དེ་ཚེ་ད་ཡག་པོ་མེད་འགྲོ་གསུངས་འདུག་ཡོད་ནས་མ་རྙེད་པ། ཡོད་ནས་མ་རྙེད་པ་ཟེར་ན་དེ་ཁྱེད་རྩ་བ་དེ་ཡོད་ནས་ཡོད་གི་ཡོད་གི་ལ་མ་རྙེད་ཟེར་དུ་གང་གསུངས་རེད་ཟེར་ན། འོ་ད་དེ་ཡོད་ནས་མ་རྙེད་པ་དེ་རེད་ཡོད་ནས་མ་རྙེད་ལུགས་དེ་ག་རེད་ཟེར་ན། དཔེར་ན་ང་རང་ཚོ་རུ་ཆེ་ལྕགས་ལག་རུ་ཆེ་ཡོད་ཡོད་པ་བྱས། ཡིན་ན་ཡང་ལྕགས་ལག་ཡོད་པ་ཁོ་ཅིག་བཙལ་ཡོང་དུས་བསམ་ནས། ཁོ་ཡུལ་ལུགས་ཡུལ་སྐོར་བཅའ་ལག་སྐོར་གི་འགྲེལ་བྱེད་ཡོད་པ་དེ་རེད་བ། བཅའ་ལག་འདི་ངས་ལ་ཡ་རྩེ་ཡག་གི་བཅའ་ལག་འདི་གི་འགྲེལ་བྱེད་ཡོད་རེད་བཟོ་ལྟ་གི་འགྲེལ་བྱེད་ཡོད་རེད། ཨ་ནི་སྐོར་ལ་པའི་ཁ་དོག་གི་འགྲེལ་བྱེད་ཡོད་རེད། དེའི་གི་པའི་གོ་བ་ཙམ་ཡང་མེད་པ་བྱས་ནས་ཨ་ནི་རྩེ་ཁག་ཕྱིན་པ་ཡིན་ན་བཅའ་ལག་གཉིས་ཀྱི་མ་རེད་བ། ད་ག་ནང་བཞིན་བྱས་ནས་ཨ་ནི་ད་ལྟ་འདི་ཡ་གར་སོ་རེད་དེ། ཡུལ་ལུགས་བྱེད་ཡོད་རེད་སྐོར་ཡོད་རེད་དེ་ཡིན་ན་དེ་ཡུལ་ལུགས་བྱེད་ཡོད་རེད། ཡིན་ན་ཁྱོད་རང་གི་དེ་ཡུལ་ལུགས་དེ་ཧ་མ་གོ་བ་བྱས་ནས། ཡུལ་ལུགས་དེ་མགོ་མ་ཚོས་ནས་ཡུལ་ལུགས་ཡོད་སྟངས་ག་འདྲ་ཞིག་ཡོད་དེ་ཧ་མ་གོ་འདི་ནི་གཅིག་རྒྱུགས་འབྲུ་དུ་ས་ནས་ཁྱོད་རང་གི་བསམ་བློའི་ནང་ལོགས་ལ་ཡ་ཡོད་པ་ཟེར་ཡོད་འདུག་ས་ནས་པའི་གཅིག་དོན་གར་ཆོ་ཡ་གཅིག་དོན་དུ་གྲུབ་པ་རེད་ཅིག་སྔོན་ནས་དྲན་ནས་ཅིག་ད་ང་ཚོས་ཅིག་ཧོར་བ་དུས་རྒྱུན་ང་ཚོའི་སེམས་ནང་ལོགས་ལ་ཡ་ཅིག་སྣང་ཙམ་ཉིད་ནས་ཁོ་རང་ཅིག་གར་ཆོ་ཡ་ཅིག། བདེན་པ་རབ་འབྱིན་འཛིན་དེ་ཨ་ཅེ་དེ་འདྲའི་ཅིག་ད་ཡོད་པར་སྦྱོར་བ། ད་དེ་འདྲའི་ཅིག་གི་ཡོད་པ་ཅི་ཡིན་ཀུ་ཡོད་བསམ། སེམས་ལ་ཡོད་པ་དེ་ཁྱེད་ནི། ད་དེ་འདྲའི་གི་ཡོད་པ་ཅི་བཙལ་གང་འདུས་ས་ན་ཡང་རྟགས་ཅིག་དང་རྟགས་ཅིག་དང་ཡོད་འདུས་ས་དབུ་མའི་རིགས་པའི་རྟགས་ཅིག་དང་ཡོད་འདུས་ས་ནི་རྙེད་ཡ་ཡོད་མ་རེད་ད། དེ་རྙེད་ཡ་མེད་དུ་ད་མི་འདུག་ལ་ཞེས་པ། དངོས་གནས་བྱས་པ་ཡིན་ན་ཡུད། ཡོད་རེད། དེ་ཡང་ཡུལ་ལུགས་དེ་ག་རེད་ཟེར་ན་སྒྱུ་མ་ལྟ་བུ་སྣང་བཞིན་དུ་སྟོང་སྟོང་བཞིན་དུ་སྣང་བ། ད་དེ་འདྲའི་བྱེད་ཀྱི་ད་ཡོད་པ་བྱེད་པ་རེད་ཡུལ་ལུགས་འགྲུབ་སྟེ་དེ་འདྲའི་བྱེད་པ་རེད། ཡུལ་ལུགས་དེ་འདྲའི་བྱེད་ཡོད་པ་ཡིན་ཡིན་ཙང་ད་དེ་འདྲ་བའི་ཡུལ་ལུགས་དེ་ཁོ་སྟོང་པ་སྟོང་རྐྱང་མ་རེད་གང་གང་མེད་པ་དེ་མ་རེད་པས། རེད་པ། བཙལ་ནས་པས་རྩ་བ་ནས་མེད་མེད་པ་རེད་ཟེར་དེ་མ་རེད། བཙལ་ནས་ད་མེད་པ་ཡིན་ཙང་རྙེད་པ་མ་རེད། ད་ཡོད་པ་རེད་ཟེར་ན་ཡང་མེད་པས་ད་དེའི་དཀྱིལ་དུ་བ་ཅིག་ལ་རེད་པ།

དེ་ལས་ཡང་དཔེ་ཅིག་བྱ་བ་མི་འགྲོ། དེ་ལས་ཟེར་ཏོ། ནང་པ་སྟོང་པས་ཕན་མ་ཐག་ཟེར། ནང་པ་གོ་སྟོང་པ་རེད་དེ་ཁོས་ཕན་ཐོགས་ཡོད་མ་རེད་ད། གོ་སྟོང་པ་ཡིན་ནས་དེ་ཕན་ཐོགས་ཡོད་མ་རེད། རྡོ་གོར་མོ་གོ་ལ་ཡ་རྡོ་གོར་མོ་ཟེར་བ་རེད་ད། རྡོ་ཕ་ཝང་གོ་ལ་ཡ་ཁྱོད་རང་སྟོང་པ་ཆགས་འགྲོ་རོགས་གྱིས་ལ་ནས་གོ་སྟོང་པ་ཆགས་རོགས་བྱས་མ་རེད་དེ་དེ་རེད། པ་ཅི་བ་འགྲོ་རོགས་ཅིག་སྟོང་པ་བྱ་རོགས་ཅིག་ཟེར་ན་ཕན་གི་མ་རེད། ད་འདི་རེད་རེད་ཅིག་རེད་དེ། ད་ངས་ནི་ཡང་ངས་དེ་ཅིག་བཤད་བ། ད་དུ་ཡང་ཡང་དེ་གོ་བ་རེད་སོང་ངས་མགོ་དེ། ད་དེའི་རྗེས་ལ་ཡང། ད་ཡིན་མིན་ཡོད་མེད་བཤད་ཡ་དེ་རེད་དེ། ད་འདི་ཡིན་ཞེས་པ་གང་གིས་མཚོན་པ་མིན་འདི་མིན་ཞེས་བྱ་གང་གིས་མཁོ་བློ་ལས་འདས་པའི་ཆོས་ཉིད་དུ་མེད་དེ། ཡང་དག་དོན་གྱི་མཐའ་ནས་ངེས་པར་ཤོག་གསུངས་ད།

ང་ཚོ་རང་དབང་ཡོད། སོ་སོར་རང་དབང་ཡོད་པ་རེད་ཅེས་ཡིན་པའི་ཡིན་ན་ནི། བ་ད་ཅིག་འོད་གསལ་བའི་ངང་ལ་ཕ་སྙོམས་པར་ཞུགས་ནས་ནི་ཅིག་ཆོས་སྐུའི་དབྱིངས་ལས་སྙོམས་པར་ཞུགས་ན་ཆོག་གི་འདུག། ཡང་འོད་གསལ་ངང་ལ་ཚུལ་ལྡང་ནས་འགྲོ་བའི་དོན་བྱས་ན་ཆོག་གི་འདུག་རང་དབང་ཡོད་མཁན་ཞིག་ཡིན་ན། རང་དབང་མེད་མཁན་ཞིག་ཡིན་པ་ཡིན་ན། བ་ད་ཅིག་འོད་གསལ་གྱི་ངང་ལ་ཕ་བདུད་ནད་པའི་ཁར་ཆོས་ཆོས་ཉིད་མངོན་དུ་བྱས་པ་ཡིན་ན། ཨོ། ཞི་བ་མྱང་འདས་དགོངས་པ་ཡང་ཐོབ་གི་འདུག། ཡང་འོད་གསལ་ཚུལ་ལྡང་ནས་ཅིག་ཡང་བ་ཅིག། ད་དེ་རང་ངོ་མ་འཕྲོད་པར་བྱས་ནས། རེད་པ། མགོ་ཡུ། ད་ལྟ་ཡུ། འདི་གཉིས་མ་གཏོགས་ཁོ་བའི་རྒྱ་མཚོར་ཁོར་སོ་གདའ། དེ་གཉིས་གཏོགས་ན་སངས་རྒྱས་གཞན་རྣམས་ཐམས་ཅད་འདི་ཡིན་མིན་འདི་མིན་ཁ་ཡོད་ཆོས་ཉིད་ཀུན་གཞི་ཚང་ནས་རིག་པར་ཤོག། སྣང་ཡང་སེམས་ལ་རྟོག་ཀྱང་སེམས་ཀྱིས་རྟོག་ཀྱང་སེམས་ལ་འཁྲུལ་ཀྱང་རང་སྐྱེས་ཀྱང་སེམས་ལ་འགག་ཀྱང་སེམས་སྒྲོ་འདོགས་ཐམས་ཅད་སེམས་ལ་གཅོད་པར་ཤོག་ད་དེ་གི་དེ་ཚང་མ་ལ་དེང་གི་གཅིག་པ་རེད་ད་མདོར་ན་པའི་སེམས་སྟོང་པ་ཉིད་དུ་ཐག་བཅད་རེད་ད།

དེ་བར་དུ་གཅིག་སྐྱོར་དང། འདི་ཡིན་ཞེས་བྱ་གང་གིས་མཚོན་པ་མེད། འདི་མིན་ཞེས་བྱ་གང་གིས་བཀག་པ་མེད། བློ་ལས་འདས་པའི་ཆོས་ཉིད་འདུས་མ་བྱས་ཡང་དག་དོན་གྱི་མཐའ་ནི་ངེས་པར་ཞུགས། ད་དེའི་རྗེས་ལ་ཡང་གསུམ་པ་དེ་སྟོང་དང་རྟེན་འབྱུང་ཟུང་འཇུག་མི་འགལ་བར་སྟོན་པ་འདི་ལ་ཡང་འདི་ཉིད་མ་གཏོགས་འཁོར་བའི་རྒྱ་མཚོ་ཀུན་འདི་ཉིད་རྟོགས་ན་སངས་རྒྱས་ཞིང་རྣམས་ཐམས་ཅད་འདི་ཡིན་འདི་མེད། ཆོས་ཉིད་ཀུན་གཞི་ཚང་ནས་རིག་པ་ཤོ་ས་རེ་ངས་བདག་གིས་ཞུས་པ་ནང་བཞིན་བྱས་ནས། ད་གང་ལྟར། འདི་ལྟ་སྟེ་སེམས་གསལ་ཏེ་སེམས་ཀྱི་ནང་ནས་ཀྱང་གཙོ་བོ་ལྟ་ཅི་སེམས་ཤིན་ཏུ་ཕྲ་བ་རིག་པའི་འོད་གསལ་གྱི་སེམས་འོད་གསལ་གཉུག་མའི་སེམས་ལྟ་འོད་གསལ་བའི་གཉུག་མའི་སེམས་དེ་ལ་ཡང་ནི་འཁོར་འདས་ཐམས་ཅད་ཀྱི་པའི་འཁྲུལ་གཞི་ཟེར་ན་ཡང་འདྲ་འདུག་ད་དེ་ཆ་དེ་ཡོད་རེད། བྱུང་ཡང་པའི་འོད་གསལ་གཉུག་མའི་གི་སེམས་དེ་ལས་བྱུང། ཐིམ་ཡང་པའི་འོད་གསལ་གཉུག་མའི་སེམས་དེ་ལ་མ་ཐིམ་ནས། གར་ཤོར་བས་ད་དཔེར་ན་ཅིག་ང་ཚོས། གཞི་བདག་གང་མ་ཤེས་ན་དཔེར་ན། འཆི་བ་བར་དོ་དེ་བས་ན་བར་དོ་ཀུན་རྟོག་བརྒྱ་བཅུའི་རྟོག་པ་དེ་ཚོ་མ་འགགས་ནས། རེད་པ་ཐིམ་རིམ་བྱས་ནས་པས་ཀུན་རྟོག་བརྒྱད་ཅུའི་རྟོག་པ་དེ་ཚོ་མ་འགགས་ནས། ཨེ་ནས་འོད་གསལ་གྱི་དབྱིངས་ལ་བར་ཐིམ་འགྲོ་འོར་བ་ཡང་དེ་ནས་ཚུར་སླད་ཡོན་ཏན་སངས་སྐྱེ་བ་གསར་དུ་ལེན་ཡོན་ཏན་སངས་ཡང་དག་ན་ཞེས་ཡང་གོ། གོ། འོད་གསལ་གྱི་དབྱིངས་ལས་ཚུར་ཡོང་འགོ་འོར་བ་ད་དེ་ནས་ཡོན་ཏན་སངས་ནས། ད་རང་དབང་ཡོད་མཁན་ཅིག་ཡིན་པས་ན་ནི། བ་དག་ཅིག་འོད་གསལ་ཆོས་ཀྱི་དགོངས་པ་ལ་འབའ་ཤིག། ཡང་དེ་ནས་སེམས་ཅན་གྱི་དོན་ལ་ཡང་ཚུལ་བྱོན། དེ་འདྲའི་བྱ་དེ་ཨོ་འོད་གསལ་གྱི་སེམས་དེ་ལ་བརྟེན་ནས་བྱུང་བ་རེད། ད་རང་དབང་མེད་མཁན་ཞིག་ཡིན་པ་ཡིན་ན། བ་དག། གར་སོང་ཨེ། སེམས་ངོ་འཕྲོད་ན་ནི་ཨེ་ནི་འོད་གསལ་གྱི་ངང་ལ་བ་གར་སོང་ཅིག། གར་སོང་ཨེ། འོད་གསལ་མ་བུ་རུ་འདྲེན་བྱས་ན་དེ་རིང་ཅིག། སེམས་ངོ་སྤྲོད་ཅིག་ཨ་རེ། སངས་རྒྱས་ཀྱི། ཆོས་སྐུ། གོ་མ་ཉན་གོ་མ་ཉན་ཟེར་བ་རེད་ད་དེ་མ་བྱུང་ན་ཡང་འོད་ཟེར་ངང་ནས་ཚུལ་བྱས་ནས་ནི་གོ་བ་ལ་གོ་ཡ་ཅི་ཡོང་འདི་ཡོང་རུང། ད་དེའི་གཤམ་ལ་ཡང་ནི་སྒོམ་པའི་གཏན་ལ་འབེབས་ཚུལ་ད་སྒོམ་པའི་གཏན་ལ་འབེབས་ཚུལ་དེ་ལ་ཡང་ཚིགས་བཅད་མང་པོར་བྱོན་ཡོང་འདི་འདུག་དེ་ནས་ཡིན་དུས་སུ་ད་ཚིགས་བཅད་མང་པོ་དེའི་ནང་ནས་ད་དང་པོ་དེ་ལ་ཡང། ད་ཞི་གནས་ཀྱི་ཆ་ནས་རེད་བ། ཞི་གནས་ཀྱི་ཆ་ནས། ད་ཞི་གནས་ཆ་ནས་བསམ་མི་འདུག། དང་པོ་ལྟར་ཡང་མདོར་བསྟན་གཅིག་བྱས་བློས་བྱས་རྩོལ་བས་སྒོམ་བྱེད་མ་ལས་ཀྱི་ཐ་མའི་བདུད་རྩིའི་རླུང་གིས་མ་གྱུར་པ་མ་བྱས་གཉུག་མ་རང་བབས་སེམས་དོན་ཉམས་ལེན་མཁས་ཤིང་སྐྱོང་བར་ཤོག། འདི་མདོར་བསྟན་བྱས། ད་འདི་ཡི་ཚིགས་བཅད་འདི་མ་ཆ་ཚང་ཀློག་མ་གོ་ཅིག་འདི་མདོར་བསྟན་རེད། འདི་ཨང་གྲངས་འདི་ལབ་བྱས།

བཅུ་བདུན་པ་དེ་ནི་ལྷག་མཐོང་གི་སོར་ཕྱེ་རེད་བཞག་ལྷག་བཅུ་བདུན་པ་དང་ནི། བཅོ་བརྒྱད་པ་དེ་ལྷག་མཐོང་གི་རྒྱས་བཤད་སོར་ཕྱེ་རེད་བཞག། ད་དེ་རིང་འཇུ་བཟང་དང་ཞི་གནས་སྐོར་ལ་ཡང་ངས་དམིགས་བསལ་དང་གར་ཞུ་རེ་ཞུ་ཨ་ཟེར་མཁན་མི་འདུག། ག་རེད་ཟེར་ན། རྔོག་མ་ཅིག་ཚང་ཁ་ཤས་ཤེས་མྱོང་ཡོད་པ་རེད་ལ་ཨ་ད་ན་ཤེས་ཀྱི་ཚང་བོ་རུ་ཅིག་ད་མེ་ཏྲི་བྲེ་ཤོན་སུ་ཚང་མང་གང་མང་བྱས་ཅིག་རྒྱུས་ཡོད་པ་རུ་ཅིག་འདུག་ས་ནས་དེ་ལ་ཡ་ངས་མང་པོ་བྱ་ཤོད་ཡ་ས་ཀི་མི་འདུག་ཡང་ངས་འདྲ་པར་བཤད་ཁ་ཅིག་ཁྱེད་རང་ཚོ་རྔོག་མ་མེ་ཏྲི་བྲེ་ཤོན་ཅིག་ཚིག་ཡོད་པ་དེ་བཀླགས་ཤིང་ཞེས་ཡང་ཆོག་ས་ཀི་ཡོད་མ་རེད་དེ་རེད་འདུག་ས་ནས་ཨ་ནི་ཁྱོད་རང་ཚོས་རྔོག་མ་ཡོད་པའི་སྟེང་དུ་ད་དུང་ཡིན་ནའི་ཡག་ཐོག་ཡག་རྩ་ཡག་པོ་གནང་རོགས་གནང། དེ་ནས་ལྷག་མཐོང་བ་བྱ་བས་ནི་ད་འདིའི་སྐབས་ལ་ཡང་ལྷག་མཐོང་དེ་ལྟར་མེད་སེམས་ལ་ཡང་བལྟས་པས་ཐོག་མེད་དུས་ནས་ཇི་བཞིན་ལག་ཁྱེར་དང། ད་དེའི་དངོས་གནས་ཀྱི་ལྷག་མཐོང་ནར་མཆོག་ཏུ་གྱུར་པ་དེ་ལྟ་འཕགས་པའི་མཉམ་གཞག་ཡེ་ཤེས་སུ་མེད་འགྲོ། འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་གཟིགས་ངོར་ལ་ཡང་ཨ་ནི་ཅིག། གར་སོང་བས་ཅིག་གཉིས་སྣང་ནུབ་པ་ཡིན་དུས་སུ་ད་ནི། ཨེ་གོ་ཅིག་གཟིགས་བྱ་གཟིགས་བྱེད་ཀྱི་ཡོད་མ་རེད་པ་ད་གཟིགས་བྱའི་ཡུལ་ཟེར་བ་དེ་ད་གཟིགས་བྱེད་ཀྱི་བློ་ཟེར་བ་ཅིག་ཡོད་མ་རེད། ཨ་དག་ན་དེ་འདྲའི་འདུན་ས་ན་དག་འཕགས་པའི་མཉམ་བཞག་ཡེ་ཤེས་ཀྱི་བའི་གཟིགས་མོ་ཡང་ཡོད་པས་ཅི་ད་ཆུ་གཉིས་ཇི་ལྟ་བ་བཞིན་དག་དེ་དེ་ཡང་གསུངས་གནང་གི་ཡོད་ས་རེད་ད་དེ་ཇི་ལྟ་བ་བཞིན་དུ་ང་ཚོ་བཤད་འདུག་མ་དེ་ལས་མ་བཤད་ཡུལ་ཤོག་ད་དེའི་ཞུ་དགུ་དེ་ལས་ཡང་ག་རེ་བཤད་ཡག་འདུག་ཟེར་ན་ཨ་ནི་ཁ་སང་སྒོམ་ཉམས་ལེན་བྱས་སྐོར་ལས་ཁ་ཤས་བཤད་ཡག་ལྷག་ཤག་དེ་མ་བྱས་ཨ་ནི་ཞུ་དགུ་དེ་མཇུག་བསྡུས་རེ་བྱས་འདུག་བྱས་ཡིན་དག། དེ་ལ་ཡང་ག་རེ་འདུག་ཟེར་ན་ད། ཁ་སང་ཞུས་པ་ནང་བཞིན་ད་སྒོམ་གྱི་བདག་པོ་ཞེན་ལོག་ཡིན་པ་དང། སྒོམ་གྱི་བོགས་འདོན་གསོས་འདེབས་ཡིན་པ་དང་ད་འདི་ཞུས་ཟིན་པ་བྱས། ད་དེ་ལ་ཡང་སྒོམ་གྱི་གསོ། སྒོམ་གྱི་བྱ་ར་དྲན་པ་ལ་འཆོལ་བ་ཡིན་གསུངས་ནས། ད་སྒོམ་དགོས་པའི་བྱ་ར་བྱེད་མཁན། སྒོམ་ཡག་པོ་རེད་འདུག་པ་ལྟ་མཁན་རེད་པས་གསོ་བཙུགས་མཁན་རེད་པ་དེ་ནི་དྲན་པ་ཡིན། དེ་རིང་ལུས་བསགས་ནས་དྲན་པ་དང་ཤེས་བཞིན་དེ་ཞིབ་བྱེད་གལ་ཆེན་པོ་རེད། དཔེར་ན་ཅིག་ཞི་གནས་ཀྱི་དབང་དུ་བྱས་པ་ཡིན་ན་ཡང། དྲན་པར་ཤོག་ཅིག། དྲན་པའི་རྒྱང་སུ་མ་ཚུགས་པ་ཡིན་པས་ན་སེམས་བྱིང་རྒོད་ཀྱི་དབང་དུ་ཤོག་ཡང་ཉེན་ཁ་ཡོད་རེད། དེ་རིང་ལུས་བསགས་ནས་དྲན་པ་ཤེས་བཞིན་གྱི་སེམས་ཁུག་རེད། རྟ་ཡང་པས་སྒོམ་རྒྱག་ཟེར་དུས་ཡང་ང་ཚོས་མཚམས་སུ་ཅིག། ཕར་ཟད་ཡང་ཅིག། འཇོག་སྒོམ་རེ་བྱེད་པའི་སྐབས་ལ་ཡང་པས་ཅིག་གར་སོང་ད་ཅིག། དེ་ཡིན་དེ་གར་སོང་ཨང། ཨ་ནི་ལུས་ནད་ལྟ་སྟངས་རུ་བྱེད་པའི་སྐབས་ལ་ཡ་ཨ་ནི་ཅིག་དྲན་ཤེས་རུ་བསྟེན་ཁག་ཆེ་ཡང་དུས་རྒྱུན་ང་ཚོའི་འཚོ་བའི་ནང་ལོ་ཡང་དྲན་ཤེས་མ་བསྟེན་མིན་ན་དེ་འགྲིག་ཡོད་མ་རེད། ཇི་སྲིད་པའི་ཞེན་ལོག་དང་མུ་གེ་དང་བྱང་ཆུབ་ཀྱི་སེམས་དང། ད་དག་ན་ཞིང་ཅིག་བྱམས་སྙིང་རྗེ་ལ་སོགས་པ་དེ་དག་ལ་བའི་སེམས་དེ་དག་ལ་བའི་གཞོལ་བའམ་དེ་དག་བའི་གནས་པའི་སྐབས་སུ་ཨ་ནི་དེ་དང་མི་མཐུན་པའི་རྣམ་པར་གཡེང་བ་ཐམས་ཅད་དྲན་པ་དང་ཤེས་བཞིན་གྱི་ལས་ངོས་ཟིན་པར་བྱས་ཏེ་ཨེ་ནས་དྲན་རྒྱུན་བར་མ་ཆད་དུ་བསྟེན་དགོས་ཡང་དེ་གལ་ཆེན་པོ་རེད་གསུངས། དྲན་པའི་རྒྱུན་གྱིས་བར་མ་ཆད་པ་བཅས་ཀྱིས་བསྟེན་དགོས་ཡང་དེ་གལ་ཆེན་པོ་རེད། ད་དེའི་རྗེས་ལ་ཡང་ཨེ་ནས་ད་དང་གིས་ཅེས་སྒོམ་གྱི་མགོ་བོ་ཅིག་གསུངས་འདུག་བ་ད་སྒོམ་གྱི་ཀླད་པ་ཅིག་བཞག་དགོས་ས་མ་རེད། ཨ་ད་ཅི་ད་སྔོན་མ་ཅེས་ད་སྒོམ་གྱི་རྟགས་ཚུགས་དམ་བཅའ་ཡིན་སར་རྟགས་ཚུགས་ཟེར་ད་གུག་མ་རེད་ཨ་ཨིན་ཇིའི་སྐད་ལ།

ལས་གར་ཤོར་བའི་ལྟ་ཅི། པས། སྐྱིད་རུང་སྡུག་རུང་དག་བཟང་རུང་ངན་རུང་ད་ག་རེ་ཡིན། པས། གནས་སྐབས་དང་རྣམ་འགྱུར་ཅི་འདྲ་ཞིག་བྱུང་ན་ཡང་ད་ག་ལྟར་ཅིག། དུས་ད་རེས། གར་ཤོར་བའི་ལྟ། པས། ཅིག་འཁོར་བ་འདི་སྤང་མ་ཐུབ་ན་ཡོང་ས་མ་རེད་ཟེར་བ་དེ་འདྲས་གས་ཅིག་བརྩོན་འགྲུས་ལ་ཐང་ལྷོད་དང་སྐྱིད་རྒུ་མེད་པར། ད་དེ་འདྲས་ཅིག་གིས་གར་ཤོར་བས་ཅིག། པས། ཅིག་ཐག་པར་ཅིག་མ། པས། ཅིག། ང་ད་ཡང་དེ་དཔེ་དེ་ཡང་གོ་རྒྱུ་ཡོད་མ་རེད་ད། དགྱེ་སྒུག་མེད་པ་བྱས་ནས་ཨེ་ནས་པའི་གར་སོ་བའི། བཙུན་པ་པའི་པའི་གར་སོ་བའི་བཙོན་པ། པའི་གར་སོ་བའི་ད་སྨྱུག་གིས་འགྲོ་བ་རེད་བྱས་པའི་བྱུང་ན། ཨེ་འདི་གར་སོ་བ་སྒོམ་ཟེར་ཡག་ཁོ་ཁྲག་པོ་ཞིབ་བྱས་པའི་མུ་མཐུད་ནས་པའི་གར་སོ་བའི་རྒྱུན་འཛིན་བྱས་ཐུབ་རེད། ད་ཐ་མ་ཐ་མ་དེ་ཡིན་ད། ཐ་མ་ཐ་མ་དེ་ཟད་མི་འདུག་ད། ད་སྒོམ་གྱི་གཞི་མ་མི་གཞི་ལས་ཆོས་ཟད་མི་འདུག་ད། ད་སྒོམ་གྱི་གཞི་མ་མི་གཞི་ལས་ཆོས་ད་མདོར་ན་ག་རེ་ཤེས་ནའི་མ་ཤེས་ན་སྒོམ་གྱི་གཞི་མའམ་སྒོམ་གྱི་པའི་རྩ་བ་དེ་ག་འདྲ་ཅིག་གོ་རེད་ཟེར་ན་མི་གཞི་བཟང་པོ་ཅིག་གོ་བ་རེད་མི་བཟང་པོ་ཅིག་བྱས་བ་རེད། མི་བཟང་པོ་ཅིག་ལས་ཡག་པའི་སྤྱོད་གོ་རེད།

བའི་གར་སོ་ཡག་པོ་མི་འདུག་དེ་ཚོ་ཟ་བྱས་པས་མགོ་གཡུག་གཡུག་བྱས་ནས་པའི་སྐྱོ་བ་སྐྱེས་པ་སྐད་བྱས་ནས་ཨེ་མེད་རི་ཞིག་ལ་ད་སྒོམ་ཕྱིན་ན་མ་གཏོགས་ད་རི་ཅིག་འདྲ་དབེན་པའི་གནས་ཅིག་ལ་སྒོམ་ཁར་ཕྱིན་ན་མ་གཏོགས་ཡོང་ས་མ་རེད་ཟེར་ཨ་ནི་པའི་གར་སོ་ཨེ་སྐྱོ་བ་སྐྱེས་པ་སྐད་ཨེ་ནི་མིག་ཚིག་ཚིག་བྱས་པ་སྐད་དེ་འདྲས་བྱས་ནས་ད་གང་ལྟར་ཅིག་སྒོ་ཕྱི་ན་མི་ཐུབ་པའི་བྱ་བ་དེ་འདྲས་བྱས་པ་ཡིན་ན། དེ་འདྲ་བའི་མི་དེས་ཨེ་ནི། སྒོམ་ལམ་དུ་སློང་ཐུབ་པོ་མ་རེད། སྒོམ་པའི་ཐག་གཅོད་ཐུབ་པོ་མ་རེད། དེ་ནས་དེའི་རྒྱུ་མཚན་ལ་བརྟེན་ནས། ག་ལྟར་ག་ཆོས་ང་ཚོ། མི་བཟང་པོ་ཞིག་བྱས་ནས། གང་ལྟར་ཐོག་མར། ཐོག་མར་ག་རེ་ཡིན་ནས་མིན་ན་ཅི་བླ་མ་བཟང་ཡིན་ག་འདྲ་ཅིག་མིན་ན་ཡང་སོ་སོའི་གི་ཨ་ནི་བས་བརྟགས་ཤིང་ལེགས་པར་བས་བརྟགས་ཤིང་དཔྱད་བསྟན་ཚར་བའི་ཞུ་སྒོ་ལས་ཨ་ནི་མི་རིགས་ཀྱི་མ་སོང་ནས་པའི་གཞུང་བཟང་པོ་དང་ལར་རྒྱ་ཡོད་པའི་ཅིག་གི་ཐོག་ནས་ཨ་འདི་འདྲའི་བྱས་ནས་པའི་བླ་མ་ད་འཇིག་རྟེན་གི་ཐོག་ནས་བཤད་པའི་ནི་གཞུང་བཟང་པོ་དང་ལར་རྒྱ་ཡོད་པའི་ཐོག་ཕྱི་ཐག་རིང་པོ་འདི་འདྲའི་ཅིག་གི་ཐོག་ནས་པའི་བསྟན་དགོས་རེད་ཨ་ནི་ཆོས་ཀྱི་ཐོག་ནས་འགྲེལ་བཤད་མང་པོ་རྒྱག་ཡག་རོ་པ་ད་མདོར་ན་མི་གཞི་བཟང་པོ་ཅིག་ལ་བཅོས་དགོས། ད་ཐ་མ་ཐ་མ་དེ་ཡིན་ད། ཐ་མ་ཐ་མ་དེ་ལ་ཡང་ངའི་ཚིགས་བཅད་དེ་འདིའི་ནང་ལོགས་ལ་ཡང། ཚིགས་བཅད་ཉི་ཤུ་རྩ་གཉིས་པ་དེ་རེད་ཤག། ཉི་ཤུ་རྩ་གཉིས་པ་དེ་དང་ཉི་ཤུ་རྩ་གསུམ་པ་དེ། འགྲོ་བའི་རང་བཞིན་རྟག་ཏུ་སངས་རྒྱས་ཀྱང་མ་རྟོགས་བ་འགས་ཐ་མས་འཁོར་བར་ཀྱང་སྡུག་བསྔལ་མུ་མཐའ་མེད་པའི་སེམས་ཅན་ལ་བཟོད་མེད་སྙིང་རྗེའི་རྒྱུད་ལས་སྐྱེ་བར་ཤོག། བཟོད་མེད་སྙིང་རྗེའི་རྩལ་ཡང་མ་འགགས་པས་བརྩེ་བསྡུས་ངོ་བོ་སྟོང་སྟོན་བྱེད་པར་ཤག། ཟུང་འཇུག་གོལ་ས་བྲལ་བའི་ལམ་མཆོག་དེ་འབྲལ་མེད་ཉིན་མཚན་ཀུན་ཏུ་སྒོམ་པར་ཤོག། ལྷ་དེ་རིང་མོ་རམ་མཛད་པར་དེ་རིང་རྒྱུ་ས་འདི་གི་མཇུག་ཏུ་ཡང་ཡིན། དེ་ལ་ཡང་ནི་སྒོམ་གྱི་ཕྲིན་ལས་དེ་ག་རེ་ཟེར་ན་སྒོམ་གྱི་ཕྲིན་ལས་དེ་སྙིང་རྗེ་རེད། ང་ཚོས་སྒོམ་ཇི་ལྟར་སྒོམ་མང་པོ་ཅིག་བརྒྱབ་ནས་ད་དེ་གྲུབ་བསྟུན་ར་བ་དེ་འགྲོ་ལ་སྙིང་རྗེའི་སྒོ་ནས་ཕན་གཏགས་པར་བྱ་དང་གཞན་དོན་སྒྲུབ་པར་བྱ། དེ་ལས་གཞན་དུ་གྱུར་པའི་བྱ་བ་ཞིག་ང་ཚོ་ལ་ཡང་གར་སོ་ཡ་ཅིག་འགྲོ་ཡ་མེད་པ་ཡིན་རྒྱུ་ས་དེའི་རྒྱུ་མཚན་ལ་བརྟེན་ནས། ནི། སྒོམ་གྱི། སྒོམ་གྱི་ནུས་པ་རབ་སྟེ་སྒོམ་གྱི་ཕྲིན་ལས་པའི་གར་སོགས་ཡོད་དེ། སྙིང་རྗེའི། རོལ་རྩལ། རོལ་པའམ་སྙིང་རྗེ་གཙང་དུ་བཞག་ཐུབ་པ་དེ་འདྲ་ཅིག་གནང་དགོས་ད་གལ་ཆེན་པོ་རེད་དུ་ཞུ་ཡ་ཡིན། ད་དེའི་རྗེས་ལ་ཡང་ཕར་ཕྱིན་ངས་མགོ་ན་མ་གཅིག་མ་གཅིག་ཆ་ཚང་འདོན་བྱ་ན་དགའ་ས་རོ། ལུང་གི་ཨེ་སོར་བྱས་པས། གང་གིས་ཆ་ཚང་འདོན་མེད་ས་དེ་ཆ་ཚང་ཅིག་མ་འདོན། ཨེ་འདི་ཤོག་དེ་ཚར་རེ་བདའ། ཁྱེད་ལ་ཅིག་ལབ་ཡག་ཡོད་ཟེར་བ། ལབ་ཚར་སོང་འདི་ཡོང་གི་མ་རེད། མཇལ་ཁ་ཡོང་གི་མ་རེད། སྐོར་བས། མཇལ་ཁ་འདི་ཚོ་ག་ལ་ཧོར་འདུག་ད་ཆུ་ཚོད་དགུ་བ་ཟིན་ཚར་འདུག་ད། དངོས་གནས། ད་ངས་རེ་འདི་འདྲའི་རེ་ཅིག་ལོབ་ད། ད་གི་ད་གི་ཅིག་འདྲ།